དུས་རབས་ཉི་ཤུ་པའི་སྨད་དེ་ནས་མ་ཨེ་ནི་དངོས་པོ་ཡར་རྒྱས་ཆེན་པོ་ཕྱིན་པ་རེད་ཕྱིན་ཡོད་ན་ཡང་ཅིག་ཕྱིའི་མཐུན་རྐྱེན་བཟང་བོ་ཕྱིན་པ་ཞིག་མ་གཏོགས་མཐའ་གཅིག་ཏུ་ཕྱི་ཡི་མཐུན་རྐྱེན་ཡར་རྒྱས་ཕྱིན་པ་དེ་གི་སེམས་ལ་ཡ་སྐྱིད་པའི་ཁྱད་པར་རང་མེད་དེ་ངས་ཅིག་དངོས་པོ་ཡར་རྒྱས་ཆེན་པོ་ཡོད་དེ་ངས། བཞི་བཞིན་པ་ཡིན་ན་ཡང་ཅིག་སེམས་ལ་ཡར་མ་སྐྱིད་པ་ཡོད་བསྡད་པ། སེམས་ལ་རྔམ་དྲག་ཡོད་བསྡད་པ། དེ་འདྲ་ཅིག་ཡོང་བསྡད་ཀྱི་ཡོད་པ། ད་ག་ན་བཞིན་གྱི་ཅིག་ནགས་ཚལ་ནང་ལ་ཡིན་ནས་ཨ་ནི་སེམས་ལ་རྔམ་དྲག་སྐྱེ། དེ་འདྲའི་གི་སེམས་མ་སྐྱིད་པ་བྱས་པའི་རྐྱེན་གྱིས་ཨེ་ནི་གཟུགས་སྐུའི་འཕྲོད་བསྟེན་ལས་ཨེ་ནི་གནོད་བསྡད་ཀྱི་ཅིག།

འབྱོར་ལྡན་འབྱོར་ལྡན་རེད། ཨཱ་ནི་ཤེས་ཡོན་དེང་དུས་ཀྱི་ཤེས་ཡོན་ཆ་ཚང་ཡོད་བསྡད་པ། ཨཱ་ནི་སྙན་གྲགས་ཡོད་བསྡད་པ་རེད་དེ་ཡིན་ནའི། མི་ཁོ་རང་གི་སེམས་ཀྱི་ནང་ལ་མ་སྐྱིད་པ་ཡོད་བསྡད་པ་དེ་འདྲའི། ཡང་ཡང་མཐོང་ཡག་ཡོང་གི་འདུག་བ། བྱས་ཙང་ཁོ་དངོས་པོ་ཡར་རྒྱས་སྤྱི་ཁོག་གི་སེམས་ལ་ཡང་བདེ་སྐྱིད་སྤྲད་མ་ཐུབ་བ་རེད། ད་དུང། རྒྱུ་བཅའ་ལ། ཕྱུག་པོ་རུ་ཆགས་བྱས་བྱོན་པ་ཡིན་ན། ཧ་ལམ། བསམ་བློའི་ནང་ལ། རེ་བ་དང་དོགས་པ་དེ་མང་རུ་འགྲོ་ཡ། འདོད་པ་ཆེ་རུ་འགྲོ་ཡ། འདོད་རྔམ་ཆེ་རུ་ཕྱིན་དེའི་རྐྱེན་པས་རྔམ་སྐྲག་ལས་ཡ། ཕྲག་དོག་ལས་ཡ། འགྲན་སེམས་ལས་ཡ།

ཨེ་ནི་ཁྱིམ་ཚང་གཅིག་ཡང་དཔལ་འབྱོར་ཡར་རྒྱས་རུ་འགྲོ་རུ་ཕྱིན་པ་ཡིན་ན་གང་ཟག་སུ་ནན་དེའི་ཁྱིམ་མཚེས་ཚོ་ལ་ཡང་མཐོང་ཆུང་བྱེད་ཡག་སོ་རུ། ཁྱད་གསོད་བྱེད་ཡག་སོ་རུ། མགོ་སྐོར་གཏོང་ཡག་སོ་རུ་དེ་འདྲའི་ཡང་ཡོང་བསྡད་མཁན་གཅིག་རེད་བ། ཚེ་དེ་འདྲ་ཡིན་དུས་དངོས་པོ་ཡར་རྒྱས་སྤྱི་ཁོག་གི་མི་ལ་ཡང་བདེ་སྐྱིད་སྤྲད་ཐུབ་ཡག་མེད་པ་གཅིག་རེད་ད་གཞི་ནས་གཅིག་མཐོང་ཡོང་མཁན་གཅིག། ཨ་ནི་ཚན་རིག་ཐོག་ནས་ཡིན་ན་ཡང། གཅིག། གཙོ་བོ་འཕྲོད་བསྟེན་གྱི་ད་ཚན་རིག་ནང་ལ་ཡ། ཨ་ནི་མིའི། གཅིག་སེམས་ཞི་བདེ་གོ་ཡ་དེ། ཞི་བ་ཅིག་གལ་ཆེན་པོ་ཡིན་པ་ཞིག་ད་ངོས་འཛིན་བྱས་ཡོང་གི་འདུག་བ། སེམས་འཁྲུག་ནས། གཅིག་ཁོང་ཁྲོ་ཟད་དེ་ཡ། འཁོན་འཛིན་ཤུགས་ཆེན་པོ་ཡོད་བསྡད་པ་དེ་འདྲ་བྱུང་ན། ང་རང་ཚོ་གཟུགས། གཅིག་གཟུངས།

ཡོང་གི་རེད་ཅེས་བཤད་ཀྱི་འདུག་ཚེ་འདི་འདྲའི་ཡིག་འབྲུ་ཙམ་ནས། ཅིག་འཕྲོད་བསྟེན་གྱི་ཚན་རིག་ནང་ལས་ད། སེམས་ལ་ཞི་ནས་དོ་སྣང་བྱེད་ཡག་ཅིག། སེམས་ལ་ཞི་བདེ་ཡོང་ཡག་ཅིག། ད། ནད་ཆེན་པོ་ཞིག་མཐོང་ཡོང་དུས་ཙམ་ནས། སེམས་ཀྱི་ཞི་བདེ་ཟེར་ཡག་དེ་ཁབ་རྒྱབ་ནས་སོ་ཐོ་ཡག་ཡོང་བ་མ་རེད།

སེམས་ཀྱི་ཞི་བདེ། བསམ་བློའི་ནང་ནས་སེམས་ཀྱི་ཞི་བདེ་བཙལ་ཟེར་ཡ་དེ། ཞི་བདེ་ཆེ་ནི་ཟུར་དུ་ཅིག་གལ་ཡོང་ཡ་མེད་ལ། སེམས་ལྷོད་ལྷོད། དེ་ཕར་དཀྲུག་མཁན་གྱི། རྣམ་རྟོག་གར་གར་ཡིན་པ་དེ་ངོ་ཤེས་པ་བྱས་བྱས། སེམས་དཀྲུག་མཁན་གྱི། ཅིག་གི་རྣམ་རྟོག་འདྲ་མི་འདྲ་དེ་ཉུང་རུ་བཏང་པ་ཡིན་ན་སེམས་ལྷོད་ལྷོད་ཡོད་ཡོད་པ་རེད།

སེམས་དཀྲུག་མཁན་གྱི་རྣམ་རྟོག་དེས་འགལ་ཟླ་ཞིག་བཙལ་ནས། སེམས་དཀྲུག་མཁན་གྱི་རྣམ་རྟོག་དེ་མེད་པར་གྱུར་ཅིག། ཞི་བར་གྱུར་ཅིག་ཟེར་ལབ་བྱ་བའི་སེམས་ཀྱི་རྣམ་རྟོག་ཞི་གི་མར་བ། སེམས་ཀྱི་རྣམ་རྟོག་ཁོ་རའི་དངོས་པོ་ཇི་འདི་བཙལ་ནས་དེ་ལ་འགྱུར་བ་གཏོང་བ་ལ་དེས་འགལ་ཟླ་ཞིག་བཙལ་ནས། དཔེར་ན་ང་རང་ཚོ་ས་ཆ་དེ་ཚ་བ་ཆེན་པོ་ཡོད་པའི་ཁ་ཐུག་ལ་ཡ་དཔེར་ན་གྲང་གློག་ར་འདི་འདྲ་དང་གཅིག་རླུང་འཁོར་འདྲ་གཅིག་བཙུགས་ནས་ཡོང་དུས།

ཕི་ཀའི་གནས་སྐབས་དེ་དང་དེ་ལ་མི་འདོད་པའི་རྐྱེན་ངན་ཞིག་འདུག་ན་དེའི་འགལ་ཟླ་དེ་བཙལ་ནས། འགལ་ཟླ་དེ་ཤུགས་ཆེ་རུ་བཏང་ན། མི་བདེ་བ་ཡོང་ངེས་ཀྱི་ཅིག་ཤོས་དེ་ཤུགས་ཆུང་འགྲོ་དེ་ཡང་ཀོ་ཆུད་ཉིད་རེད་པ་དང། དེ་འདྲ་ཡིན་དུས་ཚང་ནས། སེམས་ཀྱི་སེམས་མ་སྐྱིད་པ་ཡོང་དེ་ངན་སེམས་དཀྲུགས་དེ་ངན་དེ་ཡང། དེ་མེད་པ་ཡོང་ཡག་གི་དེ་ཤུགས་ཆུང་འགྲོ་ཡག་གི་ཐབས་ཤེས་དེ་དེའི་འགལ་ཟླ་དེ་བཙལ་ནས།

དཔེར་བྱ་བཞག་ན། ཁོང་ཁྲོ། ཞེ་སྡང། སེམས་བཙུན་མོ་ཞིག་འདུག་ལ། དལ་བ་བྱུང་ན་བསམ་པ་དལ་བ་དང་བསྡད་ན་བསམ་པས་ད་གང་ཟག་གཅིག་ལ་དམིགས་ནས་ཕ་རོལ་པོ་གཅིག་ལ་ཡ། ཁོས་ང་སྡུག་ཅག་བྱས་སོ་བསམ་པས། ཞེ་སྡང་བའི་བློ་གཅིག། མ་དགའ་བ་བྱས་བྱས་ཁོ་ལ་གཅིག་པས་སྡུག་བ་བྱུང་ན་བསམ་པར་རོ་ཁོ་ལ་གཅིག་པས་གནོད་པ་སྐྱེལ་འདོད་ཀྱི་བློ་སེམས་བཙུན་མོ། དེ་འདྲས་གཅིག་དེ། ཉུང་རུ་གཏོང་ཡག་གི་ཐ་ཉུང་ཟེར་ནས་མི་འདུག་དེའི་འགལ་ཟླ་ག་རེ་ཟེར་ལབ་ན། ཡུལ་དེ་ལ་དམིགས་ནས་བདེ་བ་དང་ལྡན་ན། དེ་སྐྱིད་པ་ཞིག་བྱུང་ན་བསམ་པའི་བྱམས་པའི་བློ་ཡོད་ན། ཁོ་གཉིས་འགལ་བ་རེད་འདུག་ག། ཡུལ་གཅིག་ལ་དམིགས་ནས། བློ་གཅིག་གིས་ཁོ་སྡུག་པོ་བྱུང་ན་བསམ་དྲན་དགོས་པ་རེད།

གཟུགས་ཡོད་ན་དེའི་འགལ་ཟླ། བྱམས་པ། བརྩེ་བ། ཡིད་ཆེས། བྱ་སྟེ་དེ་གྲུབ་དགོས་སོ། ཡིད་ཆེས་དང་བྱམས་པ་དང་བརྩེ་བ་དང། ཨེ་ནི། ཕ་རོལ་པོས་མི་སེམས་པར་བྱེད་པ་དེ་ལ་བཟོད་བསྲན་བྱ་དགའི་བཟོད་པ་དང། བདག་རང་བཞིན་གྱི་ཆོག་ཤེས་དང་དེ་ཚོའི་གྲལ་དུ་ཡོད་པ་ཡིན་ན། དེའི་འགལ་ཟླ།

ལྟར་ང་རང་ཚང་བ་ལོག་ཞིག་ག་སོར་ད་མྱོང་ཚང་མས་མྱོང་ཡོད་ཡོད་པ་རེད་ཨེ། ཅིག་གཟུགས་སྐུ་མི་བདེ་བ་ཡོད་པ་ཡིན་ན་ཡང། ཅིག་སེམས་ལ་བས་ལྷོད་ཤིག་ཤིག་ཅིག་ཡོད་པ་ཡིན་ན། ད་གི་ཟིག་གི་གཟུགས་སྐུའི་སྡུག་བསྔལ་འཚོ་བ་དེ་ཧྲང་ཧྲང་ཅིག་མ་དངོས་པའི་སོར་ཅིག་ཡོང་ཡག་འདུག་ག།

དཔེར་ན་ང་རང་ཚོ་མི་རིགས་འདི་ཐུགས་རྗེས་སྐད་ཆ་བཤད་པའི་ཁ་ཐུག་ལ་ཡ། ཅིག་སྐད་ཆ་ཤོད་ས་དེ་བློ་ལ་འགྲོ་བ་རུ་བྱས། ཨེ་ནི་སྐད་ཆ་དེ་ཅིག་སྙན་པོ་རུ་བྱས་བྱུང་བ་ཡིན་ན། ཆུ་ཚོད་གཅིག་གཉིས་འདྲ་ཡུགས་སུ་ཁ་འགྲོ་བསྡད་ཀྱི་འདུག་བ། དེ་བ་སེམས་ལ་རྔམ་སྐྲག་ཡོང་བ་རེད། ད་རྟོགས་སུ་སྣང་བ་མ་གྲོགས་རུ་བྱས། དེ་འདྲི་བྱེད་ནི་སྐད་ཆ་དེ་གའི་སྣང་བ་མ་གྲོགས་ཀྱི་སྐད་ཆ་ཆགས་པ་ཡིན་ན། ཆུ་ཚོད་སྐར་མ་ཁ་ཤས་དུས་ཚོད་འགྲོ་ཁག་པོ་བཞི་བོ་གཅིག་ཡིན། ད་ཅང་མ་ཟིན་ད་ཚགས་ཆོག་བསམ་པ་སོ་སོའི་ཡོང་སྟེ་འགྲོ་བ། དེ་དག་ཁོ་སེམས་ཀྱི་རེད་པ། ཁོ་སེམས་ཀྱི་འགྲོ་སྟངས་ཀྱི་ས་དེ་འདྲ་ཡིན་དུས་སེམས་ལྷོད་ཤིག་ཤིག་ཅིག་ཡོང་ཡག་སྟེ། ད་ཁལ་ཆེན་པོ་ཤར་རེ་ཤར། སོ་སོ་མི་སྒེར་གྱི་གཟུགས་སྐུ་བདེ་བོ་ཡང་ཡང་ཟེར་ཏེ་སེམས་ལྷོད་ཤིག་ཤིག་དགོས་ཡ་རེད། ཁྱིམ་ཚང་ནང་ལ་ཁྱིམ་ཚང་ཆགས་པོ་ཡོང་ཡ་ཟེར་མཁན་དེ་སེམས་ལྷོད་ཤིག་ཤིག་དགོས་ཡ་རེད། དེ་ཙམ་དུ་མ་ཟད་པའི་སློབ་སྦྱོང་ཞིག་བྱས་པ་ཡིན་ན་ཡང་སེམས་ལྷོད་ཤིག་ཤིག་བྱས་འདིའི་ངང་ནས་སློབ་སྦྱོང་བྱས་པ་ཡིན་ན་སློབ་སྦྱོང་དུ་ཡག་ཡོང་གི་རེད། སེམས་འཁྲུག་བྱས། སྡུག་བསྔལ་ཞིབ་བྱས་དངངས་སྐྲག་ཞིབ་བྱས་མ་སྐྱིད་པ་ཞིབ་བྱས་ཁོང་ཁྲོ་ཞིབ་བྱས་བསད་བསྡད་པ་ཡིན་ན། ཨེ་ནི་སློབ་སྦྱོང་བྱེད་སྒོ་བྱུང་ནས་ཅིག། ཁ་དེ་ནི་ཤམ་ཡོང་རུ་ཕྱིན་པ་མ་གཏོགས་ཅིག་གདིང་དེ་ནས་གློག་ལ་འཇགས་སྒོ་ཅིག་ཕལ་ཆེར་མ་ཡོང་བ་རེད། དཔེར་ན་དགེ་རྒན་ཚ་བོ་ཅིག་གིས་སྐབས་རེ་ཨེ་ནི་དགེ་ཕྲུག་ལི་ཡ་ཞལ་ནང་རུ་བསྐུལ་བྱས་པས་ཞལ་ནང་གི་འོག་ནས་སློབ་སྦྱོང་བྱས་པ་དེ་ཧོབ་ཁ་རེ་ཡ་ད་ཁོས་ཞལ་ནང་ཡོད་པ་ཡིན་ཙང་སློབ་སྦྱོང་གི་ཞག་ཤུགས་རྒྱག་གི་རེད་དེ། ཕུགས་རྒྱང་རིང་པོའི་ཆ་ནས་ཞེད་སྣང་མེད་པའི་ཐོག་ལ་རྒན་ལགས་དག་པའི་བརྩེ་བ་ཡོད་དོད་པ་གུས་ཞབས་ཡོད་དོད་པ་ཅིག་གི་ཐོག་ནས་ཨེ་ནི་སློབ་སྦྱོང་བྱས་པ་ཡིན་ན་སློབ་སྦྱོང་དེ་གཏིང་ཟབ་བ་སློབ་སྦྱོང་དེ་པའི་སེམས་ཀྱི་གཏིང་རུ་འགྲོ་བསྡད་པ་ཅིག་ཞེད་སྣང་སྒོ་ནས་སློབ་སྦྱོང་བྱས་བསྡད་པ་ཡིན་ན་མ་གཞི་རང་གཞི་རེད་མ་གཏོགས་ད་གི་ཟིག་གི་སེམས་གཏིང་རུ་མ་ཟུག་ཡ་ཕལ་ཆེར་མེད་བསྡད་པ་ཅིག་ཕལ་ཆེར་ཡོད་རེད། ད་དེ་འདྲ་ཡིན་དུས་ཚ་ནས་སེམས་ལྷོད་ཤིག་ཤིག་དགོས་ཡ་དེ་ཞིབ་ཅིག་གལ་ཆེན་པོ་རེད་འདུག་བ།